རོ། རྩོམ་པ་པོ་སྐལ་བཟང་དབང་འདུས་བཅས་རི་མོ་བ་ངག་དབང་རྡོ་རྗེ་རེད་བཤད། ཨ་ནི་དེབ་འདི་ད་ལྟ་མ་འཇུ་ཤི་རི་ནས་བཏོན་པའི་ཡི་དེབ་ཅིག་རེད། ཨ་ནི་ལྷན་རྒྱས་ཚོ་གལ་སྲིད་ཡང་ངེད་ཀྱི་དཔེ་ཀློག་འདི་གཟིགས་མཁན་ཡོད་པ་ཡིན་ན་ནི་གསར་པ་ཡིན་པ་ཡིན་ན་ཡང་ཚོགས་ཞུགས་གནང་ཡས་དྲན་པ་མ་བྱེད་རོགས་གནང Subscribe བྱེད་ཡས་དྲན་པ་མ་བྱེད་རོགས་གནང་ཐུགས་རྗེ་ཆེ་ཨ་ནི་ང་ཚོ་མཉམ་དུ་ཀློག་དང། གཟའ་ཉི་མ་ཞིག་ལ་སྒྲོལ་མ་དང་བཀྲ་ཤིས་གཉིས་རྩེད་མོ་རྩེ་རུ་འགྲོ་སྐབས་ལམ་དུ་དགོང་མོ་བརྒྱ་ལོར་གཅིག་རྙེད་དེ། དགོང་མོ་བརྒྱ་རྙེད་དོ་ཨ། རྙེད་དེ། ཁོང་གཉིས་དགའ་ཐག་ཆོད་པ་དང་ག་རེ་ཉོ་དགོས་མིན་གྲོས་བྱས། སེམས་སུ་རྔན་པ་དང་གྲི་ལྡེབས་སྒང་བུ་སྒྲུང་ལྡེབས་སོགས་འཁོར་ཏེ་རྙེད་པ། བྲིས་དེབ་གང་བུ་བདུན་ཚོ་ཚང་མ་བསམ་བློ་ཁོ་རེ་ལ་ཟ། འོན་ཀྱང་དེ་གཉིས་ཉི་མ་ཤིན་ཏུ་ཚ་བས་ཁོང་གཉིས་ཀྱི་བསམ་བློར་ཆུ་མངར་མོ་དང་འཁྱག་པ་བྱི་རིལ་སོགས་འཁོར། ཉི་མ་དཔེ་ཚ་བོ་ཡོད་ར་ཨ་ནི་ཁོང་ཚོ་གཉིས་བསམ་བློ་ལ་ག་རེ་འཁོར་རེད། ཆུ་མངར་མོ་དང་འཁྱག་པ་བྱི་རིལ་འཁོར་རེད་ལ། སྒྲོལ་མའི་བསམ་བློའི་ནང་ཚ་ལོ་རྨས་ཕྱུགས་མངར་མོ་དྲན་པ་དང། ཁ་ནང་ལ་ཆུ་འཁོར། བཀྲ་ཤིས་ཀྱི་མིག་ནང་འཁྱག་པ་བྱི་རིལ་ཤར་ཡོང་བས་ཁ་ནང་ལ་ཆུ་འཁོར། མཐར་ཁོང་གཉིས་ཕྱུགས་མངར་མོ་ཉོ་རྒྱུར་མོས་མཐུན་བྱུང་བ་དང་སློབ་ཁྲིའི་ཚོང་ཁང་གི་ཕྱོགས་སུ་ཕྱིན། ཚོང་ཁང་ནང་དུ་ཕྱུགས་མངར་མོའི་རིགས་མང་པོ་མཐོང། ལ་ལ་ནི་ཚ་ལུ་མའི་ཁུ་བ་དང་ལ་ལ་ནི་ཀུ་ཤུའི་ཁུ་བ་ཡིན། དེ་དག་ཁ་ཤས་ཀྱི་ཚོན་མདོག་ལི་ཝང་དང་ཁ་ཤས་དམར་སེར་ཡིན། ཡང་ལ་ལ་ནི་ཤེལ་གཏམ་ཆེན་པོ་དང་ལ་ལ་ནི་ཤོ་གམ་ཆུང་ཆུང་ནང་ཡོད། ཁོང་གཉིས་ཀྱིས་ཆུ་མངར་མོ་ཤེལ་དམ་ཆེན་པོ་ཞིག་བདམས་ནས་ཚོང་རྟགས་སར་ཕྱིན། དེར་རྨོ་ལགས་ཤིག་གིས་ཤིང་ཏོག་ངང་ལག་ཆགས་པ་ཞིག་ཁྱེར་ནས་ཨམ་ཕྲག་སྔོག་དུས་དངུལ་མ་རྙེད་པར་ཨ་ཙི། དཔེ་བསགས་སོང། ངའི་སྒོར་མོ་བརྒྱ་དེ་བརླག་འདུག་ཟེར་ནས་ཚ་ཁ་ཚིག་སྐད་ཆགས་པ་དང་མཐར་ངང་ལག་ཉོ་མ་ཐུབ་པར་སེམས་པ་སྐྱོ་བོའི་ངང་ཕྱིར་ལོག་པ་མཐོང། འོ་ཡ། རྨོ་མོ་དེ་གི་པེ་ཤ་བརླག་འདུག་ཨ། སྒྲོལ་མ་དང་བཀྲ་ཤིས་གཉིས་ལ་བསྙད་པའི་དངུལ་དེ་རྨོ་མོ་ལགས་ཀྱི་ཡིན་པ་ཤེས། ཁོང་གཉིས་འཚེར་ཡང་འཚེར་ལ་སྙིང་ཡང་གཅེས་ནས་ཕན་ཚུན་གཅིག་གིས་གཅིག་ལ་འཁྱུག་ཙམ་བལྟས་རྗེས་ཆུ་མངར་མོ་དེ་ཕར་བཞག་འོ་ཡ་ཁོ་ཚོ་གཉིས་ཆུ་མངར་མོ་ཕར་བཞག་བཞག་མ་ད་ད་ཁེ་མི་འདུག་ཁ་ཆེ་ན་པེ་ཤ་འདི་རྨོ་མོ་ལ་ཡི་བ་ཧ་གོ་འདུག་ཨ། དེ་ནས་ཁོང་གཉིས་མགྱོགས་པོར་རྨོ་ལགས་ཀྱི་རྗེས་སུ་ཕྱིན་ནས་རྨོ་ལགས། རྨོ་ལགས། ཁྱེད་ཀྱི་དངུལ་དེ་ངེད་གཉིས་ལ་རྙེད་བྱུང། ཟེར་ནས་སྒོར་མོ་བརྒྱ་ལོར་དེ་རྨོ་ལགས་ལ་ཕུལ། དེ་སྤུ་གུ་ཡག་པོ་རེད་འདུག་ཨ། ཁོང་ཚོ་གཉིས་ག་རེ་ལ་རེད།